མིག་ཞི་བདེ་དེད་དཔོན་ཆེན་པོ། ནང་པ་ཡོངས་ཀྱི་དབུ་ཁྲིད། བོད་རྒྱལ་ཁབ་ཆེན་པོའི་མཚོན་དོན། སྤྱི་ནོར ྋགོང་ས ྋསྐྱབས་མགོན་རིན་པོ་ཆེ་གི་སྐུ་པར་མཐོང་གྲོལ་རིན་པོ་ཆེ་ལ་གུས་ཕྱག་སྔོན་དུ་བཏང་ནས། ད་རིང་ང་ཚོ་འདས། འཛོམས་བསྡད་ཡ་དེ། ང་ཚོའི་གི་དུས་ཚོད་ཅིག་དྲན་གསོ་བྱེད་ཀྱི་ཡོད་རེད། དུས་ཚོད་དེ་དྲན་གསོ། ག་འདྲ་ཞིག་རེད་ལབ་ན། རྒན་པ་རྣམས་ཀྱིས། སྐབས་དེའི་སྐབས་ལ་ག་རེ་བྱུང་མིན་དེ། ང་ཚོ་ལ་ཤས་བྱས་ནས་དྲན་གསོ་བྱེད་དགོས་པ་གཅིག་དང། འབྲིང་པ་རྣམས་ཀྱིས་དེ་སྙིང་ལ་བཅངས་བྱས་ནས་རྒྱུན་འཁྱོངས་བྱས་དང་གཞོན་པ་རྣམས་ལ་བསླབ་དགོས་ཡ་གཅིག། གཞོན་པ་རྣམས་ཀྱིས་དེ་བྱང་བྱས་ནས་མ་འོངས་པ་ལ་བོད་རང་བཙན་ནམ་ཐོབ་བར་དུ་རྒྱུན་འཁྱོངས་བྱེད་དགོས་ཡ་གཅིག། དེ་འབྲེལ་གྱི་དུས་ཚོད་ཅིག་དེ་འབྲེལ་གྱི་འགག་རྩ་ཅིག་ལ་ཐུག་བྱས་ནས་ང་ཚོ་དེ། དུས་དྲན་དུས་དྲན་དེ་སྲུང་བརྩི་བྱེད་ཀྱི་ཡོད་རེད། ད་རིང་ཞོགས་ཁས། མཉམ་འབྲེལ་རྒྱལ་ཚོགས་ཀྱི་མདུན་ཐང་ལ་བོད་གཞུང་ལྷན་ཚོགས་ཀྱི་ཚོགས་གཙོས། བཀའ་སློབ་ཀྱི་ནང་དོན་ལ། ང་ཚོའི་གི་རྒྱལ་ཁབ་དེ་ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་བཞི་གི་ནང་ནས་སྤྱི་ཟླ་ལྔ་པའི་གི་ཚེས་ཉིས་རྩ་གསུམ་ལ་ཤོར་བའི་གི་ཉིན་མོ་རེད། དེ་ནས་བཟུང་བྱས་ནས་ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་དགུ་གི་ད་ལྟ་ངས་གི་ཞུ་བ་དེ་ལ། སྤྱི་ཟླ་གསུམ་པའི་གི་ཚེས་བ་བཅུ་འདི་བོད་རྒྱལ་ཁབ། ཀྱི་མི་མང་ཡོངས་སོ། འཛོམས་བྱས་ནས། བོད་རྒྱལ་ཁབ་ཆེན་པོའི་གི་རང་བཙན་གི་དོན་དོག་ལ་འཐབ་རྩོད་བྱེད་ཡ་གི་ཉི་མ་དང་པོ་དེ་ཡང་ཆགས་བསྡད་གི་ཡོད་རེད་ཞུ་ཡ་ཡིན། གཞུང་ལྷན་ཚོགས་ཀྱི་ཚོགས་གཙོའི་བཀའ་སློབ་ནང་ལ་གསུང་དོན་ལྟར་གི། ལྔ་བཅུ་ངོས་བསྐུལ་གི་སྤྱི་ཟླ་གསུམ་པའི་གི་ཚེས་བཅུ་ལ། བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས་སྐྱབས་མགོན་ཆེན་པོ་མཆོག་གི་སྐུ་མཆེད་ཀྱི་མདུན་དུ་མི་མང་འདུ་འཛོམས་བྱེད་པར་རེས་འགའ་གནང་སོང། དག་རང་རེད། ཡིན་པ་ཡིན་ན་ཡང་ང་རང་ཚོའི་གི་སྤྱི་ཚོགས་ཀྱི་ནང་ལ་དེ་རིགས་ཀྱི་གང་ལ་ཚིག་བརྗོད་བྱས་ནས་དེ་དག་རང་གཅིག་གི་དོན་དག་ལ་མ་གཏོགས་པའི་བོད་ཀྱི་རྒྱལ་ཁབ་དང་མི་རིགས་ཀྱི་རྩ་དོན་ལ་འབྲེལ་བ་མེད་དོན་དག་གི་བཤེས་གཉེན་གྱི་ང་རང་ཚོ་སྤྱི་ཚོགས་ནང་ལ་དེ་འདྲའི་མང་པོ་ཡོད་རེད་དེ་བྱས་པ་ཡིན་ན་སོ་སོའི་རྒྱལ་ཁབ་ཀྱི་ལུས་རྒྱུད་ལ།

ཡིན་པ་ཡིན་ན་ཡང། བོད་རྒྱལ་ཁབ་དང་བོད་ཀྱི་དབུ་ཁྲིད་སྲུང་སྐྱོབ་ཀྱི་ཆེད་དུ། མི་མང་འདུ་འཛོམས་བྱས་པ་རེད། མི་མང་འདུ་འཛོམས་བྱས་པ་དེ། ང་ཚོའི་གི་མི་ལོ་དྲུག་ཅུའི་ནང་ལོགས་ལ། དྲན་རྟེན་བཅས་བྱས་ནས་ད་བར་དུ། མི་ལོ་དྲུག་ཅུའི་ལ་དུ་ང་ལ་མི་གཅིག་གི་མི་ཚེའི་ནང་ལོགས་ལ། ག་ལ་གང་འཚམ་ཅིག་གིས། དུས་རིང་པོ་རེད། དུས་ཡུན་རིང་པོ་རེད། ཡིན་པ་ཡིན་ན་རྒྱལ་ཁབ་ཅིག་གི་འཐབ་རྩོད་ཀྱི་ནང་ལོགས་ལ་བལྟས་པ་ཡིན་པ་ཡིན་ན། དུས་ཡུན་རིང་པོ་སྐད་མ་རེད། རྒྱལ་ཁབ་ཀྱི་འཐབ་རྩོད་ཀྱི་ནང་ལོགས་ལ་མི་རབས་ནས་མི་རབས། འཐབ་འཛིང་བྱས་ནས་མཐར་རྒྱལ་ཁ་ལོངས་པ། ང་ཚོ་ཚང་མས་ཀྱི། རྒྱལ་རབས་མང་པོ་བྱང་ཡོད་རེད། ང་ཚོ་ཚང་མས་ཤེས་ཀྱི་ཡོད་རེད། བསྟན་པ་སྲོང་དང་ང་ཚོའི་ཀྱི། རྒྱལ་ཁབ་ཀྱི། རང་དབང་རང་བཙན་འདི། མི་རབས་གཅིག་གི་ནང་ལ་ཐོབ་ན་ཐོབ་པ་རེད་དེ་མ་ཐོབ་ན་གཡུག་བཞག་གི་ཡིན་ལབ་ན་དེ་ལ་དག་གི་ཡོད་མ་རེད་དེ་ང་རང་ཚོའི་མི་རབས་འདིས་ཀྱི་ནག་ཉེས་ཆགས་ཀྱི་ཡོད་རེད་དེ་ཡིན་དུས་གང་ལ་ང་ཚོའི་གི་རྒྱལ་ཁབ་གི་འཐབ་རྩོད་འདི་ང་ཚོའི་ལས་གཞོན་པ་མི་རབས་གཞོན་པ་ཡོང་ཡག་ལ་དེ་ཚོ་ལ་རྩིས་སྤྲད་དགོས་ཡག་དེ་གལ་ཆེན་པོ་རེད་གཞོན་སྤེལ་གི་ཐོག་ནས་ཡིན་པ་ཡིན་ན་རྩིས་སྦྱང་བྱེད་ནས་རྩིས་བླངས་བྱེད་ནས་དེ་འཐབ་རྩོད་རྒྱུན་འཁྱོངས་བྱེད་དགོས་ཡག་དེ་གལ་ཆེན་པོ་རེད་དྭགས་ནང་བཞིན་གྱི་རྣམ་པ་ཚོ་གཞོན་པ་དེ་ཚོ་ཡིན་པ་ཡིན་ན་སྡིངས་ཆ་དེ་ལས་ཆེ་ཡོད་རེད་གོ་སྐབས་དེ་ལས་མང་ཡོད་རེད། རྣམ་པ་ཙམ་མང་པོ་ཅིག་ཨ་མི་རི་ཀའི་གི་ས་ཆའི་ནང་ལ་སྐྱེས་བྱས་ནས་ད་འདྲ་མི་སེར་ཆགས་ཚར་བ་དེ་འདྲ་ཡོད་རེད་ས་ཆ་དེའ་ནང་ན་སྐྱེས་ཚར་བ་འདི་ག་རེ་རེད་ལབ་ན། རྒྱལ་ཁབ་འདི་གི་སྲིད་འཛིན་ལ་འགྲོ་བ་ཡིན་ན་འགྲོ་ཆོག་ཡག་གི་ཐོབ་ཐང་སྐྱ་ཆ་སྐྱ་ཐམ་པོ་ཡོད་རེད། རྒྱལ་ཁབ་འདི་གི་སྲིད་འཛིན་ཆགས་པ་ཡིན་པ་ཡིན་ན་རྒྱལ་ཁབ་འཛམ་བུ་གླིང་ནང་སྟོབས་ཤུགས་ཆེ་ཤོག་ཅིག་གི་སྲིད་འཛིན་ཆགས་འདུག་གང་ལ་སྡིངས་ཆ་ཆེན་པོ་ཞེ་དྲག་རེད་དེ་འདུག་གང་ལ། དེ་ལྟ་དེ་ནུས་ཤིག་གིས་འཛམ་བུ་གླིང་ནང་ལོགས་ལ་ང་རང་ཚོའི་གི་མི་རབས་གཞོན་སྐྱེས་དེ་གྱེས་ཏེ། རྒྱལ་ཁབ་མང་པོ་ཞིག་གི་ནང་ལོགས་ལ་དཔུང་པ་འདྲ་མཉམ་གྱི་སློབ་སྦྱོང་བྱེད་ཡག་གི་གོ་སྐབས་བྱེད་ཡག་རག་ཡོད་རེད་ལ། མ་འོངས་པ་ལ་ཆབ་སྲིད་གི་ཐོག་ལ་འཐབ་རྩོད་བྱེད་ཡག་གི་སྡིངས་ཆ་དང། དག་སྣང་ཞིང་གི་གོ་སྐབས་དེ། ཚང་མ་ལ་ཅི་སྙམ་ཅིག་ཡོད་རེད་དེ། བེད་སྤྱོད་བྱས་བྱས་ནས། ད་ལྟའི་ང་ཚོའི་གི་འཐབ་རྩོད་འདི་འགྲོ་བཞིན་པ་འདི། མ་བརླག་པ་བྱས་ནས་རྒྱུན་འཁྱོངས་བྱས་ནས་འགྲོ་བ་ཡིན་ན། རྣམ་པ་ཚོ་མི་རབས་གཞོན་པ་གི་སྐབས་ལ་བརྒྱ་ཆ་བརྒྱ་ཐམ་པ། ང་ཚོའི་གི་བོད་རྒྱལ་ཁབ་འདི་བོད་མིའི་གི་ལག་ལ་སླེབས་ཐུབ་གི་རེད་བསམ་པའི་གི་ཡིད་ཆེས་དང་བློ་སྟོབས་དང། སྤོ་བ་ཡོད་ཞུ་ཡ་ཡིན། དེ་ག་ནང་བཞིན་གྱི་ང་ཚོའི་གི་འཐབ་རྩོད་གི་ཅིག་ག་ལོག་རེད། དཔེ་མཚོན་ཆུང་ཆུང་ཞིག་ཞུ་བ་ཡིན་ན་ཉེ་ཆར་ང་རང་ཚོ Queens གྱི་ད་ལྟ་དཔེ་མཛོད་ཁང་ལ་རྒྱ་ནག་གི་འཁྱོག་བཤད་གྱི་འགྲེམས་སྟོན་བསྟན་པ་དེ་ང་ཚོའི་གི་མཉམ་རུབ་གི་ཐོག་ནས་གྱེས་ཀ་ལོང་བྱས་ནས་འགྲེལ་འཁྱོག་བཤད་བྱས་པའི་གི་པར་རིས་དེ་གྱེས་ནས་མར་དཔག་ཐུབ་པ་རེད། འདི་སྤོབས་ཐུབ་པ་འདི་ལ་འདི་ང་ཚོ་དང་པོ་རེད། ང་ཚོ་འདི་འདི་འདྲའི་གི་ཆོག་ཤེས་རིག་སྤོབས་ཡ་དེ་འདི་ནས་འགོ་བཙུགས་བྱས་ནས་མཐའ་མ། རྒྱ་མིའི་གི་ཆོག་ཤེས་ཡོད་པ་ཆ་ཚང་སྤོབས་བྱས་ནས་མཐའ་མ་བོད་ནང་ལ་ཡོད་པའི་གི་ཕ་གི་རྒྱ་དར་དམར་བོ་དེ་མ་སྤགས་དགོས་གི་ཡོད་རེད། ཕ་གི་རྒྱལ་དར་དམར་བོ་འདི་བོད་ནང་ལ་བཙུགས་ཡ་གི་ཐོབ་ཐང་ཡོད་མ་རེད།

ཆེ་ས་དེ་ཡིན་འདུག་གང་ལྟར་བ། བསམ་བློ་དེ་བཏང་བྱས་ནས་གཞོན་སྐྱེས་ཚོས་ཀྱི་བསམ་ནས་ཀླད་པའི་ནང་ལ་དེ་ཡོང་དགོས་རེད། རྒན་པ་ཚོ་ཡིན་པ་ཡིན་ན་ཡང་དགོངས་པ་དེ་བཞེས་བྱས་ནས་སོ་སོའི་གི་ཕྲུ་གུ་ཡིན་ན་རེད་ཚ་བོ་ཚ་མོ་སུ་ཡིན་པ་ཡིན་ན་ལ་དེ་བལྟ་ཡ་རེད་མ་གཏོགས་པས། དེ་མེན་པའི་གི། རྒྱལ་ཁབ་གཞན་པ་དང་དམིགས་བསལ་གི་རྒྱ་ནག་གི་ཆོག་ཤེས་བྱས་བསྡད་པ་ལ་ང་ཚོ་མགོ་འཐོམ་གི་ཡོད་མ་རེད། རྒྱ་ནག་གི་ཆོག་ཤེས་བྱས་བཞག་པའི་གི་དེབ་མང་པོ་ཡོད་རེད་རྒྱ་ནག་གི་ཆོག་ཤེས་བྱས་བཞག་པའི་གི་ཡིག་ཆ་མང་པོ་ཡོད་རེད་དེ་གས་ཚང་མ་ལ་བལྟ་བྱས་ནས་འདི།

དབྱིན་ཇི་གི་ཁ་ཤས་ཤིག་ཡོད་འདུག་ག་ལ་ཚིག་ཁ་ཤས་ཤིག་དབྱིན་ཇི་ནང་ལ་ཞུ་ཡག་གི་གོ་སྐབས་ཤིག་གནང་རོགས་གནང་ཞུ་ཡག་ཡིན། ག་ས་བརྒྱུད་ལམ་དེ་ཚོ་ཡོད་མ་རེད་བརྒྱུད་རིམ་དེ་ཚོ་ཡོད་མ་རེད་ང་ཚོ་ཤེས་རྒྱལ་ཁབ་གཞན་པ་དེ་ཚོ་གི་ཧ་གོ་ཡོད་མ་རེད་རྒྱ་མི་ལ་གོ་སྐབས་བཟང་པོ་ཞིག་རག་ཡོད་རེད་སྐབས་དེ་དུས་ད་ལྟ་ང་ཚོ་ཡུག་ཀེ་རན་གི་མིས་བསམ་བློ་ཞིག་བཏང་དང། སོ་སོའི་མི་རྒན་པ་དག་རྒན་གོག་དང་སྐྱེ་དམན་དབུ་སྐྱེས་ཡ་དང། སྤུ་གུ་ཆུང་ཆུང་འདི་བརྒྱད་དེ་ཆ་ཚང་གཅིག་ཕོ་བའི་ས་མཚམས་ལ་སྐྱེལ་བྱས་ནས། མི་མང་དཀྱུས་མ་ཚང་མ་དྭངས་བླངས་ཀྱི་ཐོག་ནས་མེ་མདའ་འཁྱེར་བྱས་ནས་མའོ་ཙེ་འགག་ལ་འགྲོ་གི་འདུག་ཨ། དེ་ང་ཚོ་དཔེ་ལྟ་དགོས་ཀྱི་ཡོད་རེད་དེ་ང་ཚོ་དཔེ་ལྟ་ས་ཞིག་ཆགས་འདོད་ཀྱི་ཡོད་རེད། རྒྱལ་ཁབ་ལ་འཐབ་རྩོད་བྱེད་ཡག་ལ་སེམས་ནང་ལ་ཚོར་བ་མེད་ན་ཡོང་གི་མ་རེད། མང་པོ་ཞིག་གིས་བཤད་འདོད་ཀྱི་ཡོད་རེད་ཚོར་བའི་དབང་དུ་མ་འགྲོ་ས་འགྲོ་གི་ཡོད་རེད། ཚོར་བའི་དབང་དུ་འགྲོ་དགོས་ཀྱི་ཡོད་རེད། མི་རེད་བ། ས་དང་རྡོ་ཡིན་ན་ཚོར་བ་ཡོང་གི་མ་རེད་བ། མི་ཡིན་འདུག་ག་ལ་ཚོར་བ་ཡོད་རེད་ཚོར་བ་ཡིན་འདུག་ག་ལ། ཡིན་ན་ཡང། བློ་སྟོབས་དེ་བསྐྱེད་དགོས་ཀྱི་ཡོད་རེད་ཚོར་བ་དེ་གིས་གཞོན་སྐྱེས་ཚོ་ལ་སྤྲད་དགོས་ཀྱི་ཡོད་རེད་དེ་འདུག་ག་ལ། ང་ཚོ། སེམས་ཤུགས་ནམ་ཡང་ཆག་རྒྱུ་ཡོད་མ་རེད་ང་ཚོའི་གི། འཐབ་རྩོད་དེ་རྒྱུན་འཁྱོངས་ངེས་བར་དུ་བྱེད་དགོས་ཀྱི་འདུག་དཔེ་བལྟ་ས་དེ་གས་དེ་ལ་དཔེ་བལྟ་དགོས་ཀྱི་འདུག་གོ་སྐབས་གླེང་ཧད་ས་དེ་གོ་སྐབས་གླེང་དགོས་ཀྱི་འདུག་དག་ན་ཞིག་ང་རང་ཚོའི་ངོས་ནས་དཔེ་ན་ཤ་ཤ་བས་ན། ད་རིང་ཡང་ད་གི་བཀའ་ཤག་གི་གསུང་འཕྲིན་ནང་ལོགས་ལ། ཚིག་མང་པོ་ཞིག་འདུག་ང་ངོ་ལེན་རྩ་བ་ནས་མེད། རྒྱ་ནག་མི་མང་སྤྱི་མཐུན་རྒྱལ་ཁབ་ག་དུས་སྤྱི་མཐུན་བྱ་བ་རེད། སྤྱི་མཐུན་ལ་འགྲོ་གང་ལ། ང་ཚོ་ཚང་མས་ཚོགས་འདུ་འཚོགས་བྱས་ནས་ཨ་ནི་ང་ཚོ་ཚང་མས་ད་ལྟ་ཡུ་རོབ་པིན་ཡུ་ནན་དང་ཡུ་རོ་ཡུ་རོབ་སྤྱི་མཐུན་རྒྱལ་ཁབ་དེ་ཚོ་ཡིན་པ་ཡིན་ན་འཛམ་གླིང་གི་གར་ས་ད་ལྟ་གསར་འགྱུར་སྐད་གྲགས་ཆེན་པོ་དང་འཛམ་བུ་གླིང་དཔང་དུ་བཞག་བྱས་ནས་ཨ་ནི་གྲོས་མོལ་བྱས་བྱས་ནས་སྤྱི་མཐུན་བྱ་གི་ཡོད་རེད། ང་ཚོ་རྒྱ་ནག་མི་མང་སྤྱི་མཐུན་རྒྱལ་ཁབ་ལ་བྱས་ནས་དེ་སྤྱི་མཐུན་དེ་ག་དུས་བཟོ་བ་རེད་ག་དུས་ག་དུས་སྤྱི་མཐུན་བྱུང་བ་རེད།

རིག་གནས་གསར་བརྗེའི་ལོ་ཏོག་རིག་གནས་ཤིག་མངལ་ནས་ཡོད་པ་ཅི་ཡང་དེ་མ་ཡིན་པའི་ཡང་རིག་གནས་གཞན་པ་ཞིག་བཟོས་ནས་རིག་གནས་དེ་ཁོ་རིག་གནས་ལ་དོ་ག་རིག་པའི་གཞུང་ཅིག་བཟོས་ཡོད་རང་ང་ཚོའི་བོད་ཀྱི་རིག་གཞུང་དེ་རྩ་གཏོར་ལ་བཏང་རེད་མ་གཏོགས་པའི་གསར་བ་ཞིག་དེའི་སྒང་ལ་བྱེད་པོ་ལོག་བྱས་ནས་བཟོ་བཅོས་དེ་འདྲའི་གེགས་ཁུལ་ཞིག་བརྒྱབ་ཡོད་མ་རེད་དེའི་འདུག་ག་ལ་ང་ཚོ་དེ་ཚོ་ཚིག་དེ་ཚོ་གི་དྲང་ཞིག་དུ་དེ་གས་དེ་རེད་ད་ང་ཚོ་ག་དུས་ཡིན་པ་ཡིན་ན་ཡང་བསམ་བློའི་ནང་ལ་བཞག་དགོས་ཡ་ཅིག་དེ་འཐབ་རྩོད་ཀྱི་འཐབ་རྩོད་ལ་གནད་འགག་བྱེད་ཆོག་གི་ཚིག་རེད་ཞག་བོད་རྒྱ་དཀའ་རྙོག་ལ་ཡ་དེ།

ཅིག་རྙོག་དྲ་འདྲ་བོ་ཞིག་བཟོས་བྱས་ནས་ནང་འགྲིག་བྱེད་ཡག་གི་སྐད་ཆ་ཞིག་གིས་ཡོད་མ་རེད་ཟེར་ཞུ་གི་ཡིན། བ་དེའི་འདུག་གང་ལ། ང་ཚོ་བོད་ཀྱི་འཐབ་རྩོད་དེ་བདེན་པའི་འཐབ་རྩོད་རེད། རྩ་དོན་རེད་རྩ་དོན་ལ་ཡོད་འདུག་གང་ལ་མི་མང་པོ་ཅིག་གི་རྩ་དོན་ལག་གི་རེད་རྩ་དོན་ལ་ན་རྩ་བའི་དོན་དག་ལག་གི་ཡོད་རེད་བ། རྩ་བའི་དོན་དག་དེ་ག་རེ་རེད་ལ་ན། བོད་དེ་ང་ཚོ་གི་རེད་བོད་དེ་བོད་བོད་དེ་བོད་མི་གི་རེད་དེ་རྩ་བ་རེད། དེ་ན་བཞིན་གི་གར་ས། ཨ། ད་ལྟ་ང་ཚོའི་འཐབ་རྩོད་དེ་དྲང་བདེན་རེད་ཟེར་ལག་གི་ཡོད་རེད་བ། དྲང་བདེན་ཡིན་པ་ཡིན་ན།